ཤར་ཕྱོགས་རི་བའི་རྩེ་ནས་དཀར་ས་ཟླ་བ་ཤར་བྱུང། མ་ཤེས་ཨ་མའི་ཞལ་རས་ཡལ་ལ་འཁོར་འཁོར་བྱེད་ཞོ་ཞེས་ཡོངས་སུ་བྱས་ནས་རྒྱལ་ཡོངས་ཀུན་ལ་སྙན་པར་སྒྲོག་པ་ན། ཚོང་ཡོང་རྒྱ་མཚོ་ཞེས་པའི་མི་སྣ་དེའི་གདོང་དེའི་ཕྱག་བཙོག་ནང་བའི་ཚོང་ཡོང་རྒྱ་མཚོའི་འགུལ་ལ་ཡང་འཛམ་གླིའི་ཀུན་ཏུ་ཁྱབ་ཡོད། འོ་ན་ཚོང་ཡོང་རྒྱ་མཚོ་ཞེས་པའི་མི་སྣ་དེའི་གདོང་དེའི་གཙང་པའི་འགུལ་ལུ་དེ་ཅི་འདྲ་ཡིན་རྒྱུ་རེད་ཟེར་ན། ཐེངས་འདིའི་མཇལ་འཕྲད་སྒྲོན་མེ་ལས་ཐད་དུ། བོད་ལྗོངས་སློབ་གྲྭ་ཆེན་མོའི་དགེ་རྒན་ཆེན་མོ་ཀརྨ་འཕྲིན་ལས་ལགས་ཀྱིས་ཚོང་གཡུང་རྒྱ་ཚིག་མགུར་གླུའི་མཆན་འཕྲི་ལས། ཚོང་གཡུང་རྒྱ་མཚོ་དང་དེའི་མགུར་གླུའི་སྐོར་མཆན་འཕྲི་གནང་རྒྱུ་ཡིན་པས་ཁྱེད་ཀྱིས་གཟིགས་པར་དགའ་བསུ་ཞུ། གཟིགས་མོ་བ་རྣམས་བཀྲ་ཤིས་བདེ་ལེགས། དེ་རིང་ངས། ཚངས་རྒྱ་མཚོའི་མགུར་གླུའི་ལེ་ཚན་གྱི་ནང་ནས། ཚངས་རྒྱ་མཚོ་ལོ་རྒྱུས་དང། ཁོང་གིས་བརྩམས་པའི་སྙན་རྩོམ་ཁྱད་འཕགས། ཚངས་རྒྱ་མཚོའི་མགུར་གླུའི་སྐོར་བཅས་ཞུ་གི་ཡིན། དེ་ཤག་སྤྱི་ཚོགས་ཐོག་ལ་ཡང། ཟ་ཁང་ཡིན་ན་འདྲ་བྱ་ཁང་ཡིན་ན་འདྲ། དེ་ནི་བཞིན་གྱི་བྷི་གའི་དམངས་ཁྲོད་ཀྱི་ཐོག་ལ་ཡིན་ན་འདྲ། ལྷག་པར་དུ་བརྙན་འཕྲིན་དང་དྲ་བའི་ནང་ལུགས་ལ་འཚང་རྒྱ་ཚོའི་མགུར་གླུའི་སྐོར་ལ་བཤད་སྟངས་དམའ་འཁྲིད་མང་པོ་བྱས་ཡོད་པ་དང། དེ་ནི་གཞན་གྱི་རྒྱལ་བ་འཚང་རྒྱ་ཚོ་ལ་ལྟ་སྟངས་དམའ་འཁྲིད་མང་པོ་ཡོད་བསྡད་པ། དེའི་སྟེང་དུ་ཨ་ནེ་གཞས་ཀྱི་ཐོག་ནས་ཆ་བཞག་པ་ཡིན་ནའི་རྒྱལ་བ་འཚང་རྒྱ་ཚོའི་མགུར་གླུའི་ཐོག་ལ་ཡང་བཏང་སྟངས་དམའ་འཁྲིད་པ་གོ་བ་ལེན་སྟངས་དམའ་འཁྲིད་པ། ལྟ་ཚུལ་མི་གཅིག་པ། ལྷག་པར་དུ་རྒྱ་ནག་ལ་སོགས་པ་དེ་འདི་འདྲའི་ནོར་ལུག་ལ་ཨ་ནི་འདོད་པའི་བརྙན་བཟུང་གི་ནོར་ལུག་ལ་ཡང་དྲག་ཆ་ཆེན་པོ་ཞེ་དྲག་ཡོད་བསྡད་པ་དང་ཕི་ཀའི་ཡང་ག་ས་ག་ལ་ཁྱབ་ཅེས་འདི་འདྲའི་ཅིག་རེད། དེ་ཡིན་དུས་བསམ་པ། ཡང་སྙིང་ང་རང་ཚོས་ཨ་ནི་རྒྱལ་བ་ཚང་རྒྱ་མཚོ་དེ་ག་འདྲའི་ཅིག་ཡིན་མིན་དང། ཁོང་གིས་བརྩམས་པའི་བརྙན་རྩོམ། ཚང་ཡང་རྒྱ་མཚོའི་མགུར་གླུ་དེ་ག་འདྲའི་ཅིག་ཡིན་མིན་དེ་ཤིང་ཏོག་ཅེས་བསྐོར་ཡ་དེ་རྒྱལ་ཆེན་པོ་བཞི་དྲག་རེད་བསམ་གྱི་འདུག་དེ་འདྲའི་གསུང་ཙང་ངས་དེ་རིང་རྒྱལ་བ་ཚང་རྒྱ་མཚོའི་ཨ་ནི་ལོ་རྒྱུས་ཀྱི་སྐོར་དང། ཁོང་གིས་བརྩམས་པའི་སྙན་རྩོམ་འདི་ཨ་ནི་རྩ་བའི་ཡང་སྙིང་དེ་གི་འདྲ་བྱས་ནས་སྐོར་ལ་རགས་ཙམ་ཅིག་ཞུ་གི་ཡིན། རྒྱལ་བ་ཚང་རྒྱ་མཚོ་ནི་སྤྱི་ལོ་གཅིག་སྟོང་དྲུག་བརྒྱ་གྱ་བཅུ་གྱ་གསུམ་ལོའི་ཟླ་བ་གསུམ་པའི་ཚེས་གཅིག་ལ། ལྷོ་མོན་ལག་འོག་གི་ཡུལ་གསུམ་ཟེར་ས་དེ་ལ་ཡང་སྐུ་འཁྲུངས་བ་རེད། ལྷོ་མོན་ལག་འོག་ཟེར་བ་དེ་གི་འདྲ་ཅི་ལ་ཡང་ཟེར་གི་ཡོད་རེད་ཟེར་ན། ཧེ་མ་ལ་ཡའི་རི་རྒྱུད་ཀྱི་ཕ་སྣང་ངོགས་དེ་ལ་གདོད་མའི་ནགས་ཚལ་ལ་སོགས་པ་དེ་འདྲས་ཀྱི་ཨ་ནི་བྷི་ཀ་ས་ཆ། བྷི་སུང་མཚོ་བོ། ས་ཆ་དཔལ་དུ་ཁྱོན་ནི་ཨ་ནི་མཛེས་པོ། དེ་འདྲས་ཀྱི་ཨ་ནི་ས་ཁུངས་ཡག་པོ་ཅི་ལ་ཡང་གནས་བྱས་དེ་འདྲས་ཅི་རེད། དེ་ལ་ཡང་ཆ་བཞག་གི་ཡིན་ན། ཨ་ནི་མཚོ་གཏིང་ནི་སུམ་ཅུ་སོ་གཉིས་ཡོད་རེད། དེའི་ནང་ནས་ཨ་ནི་ཡུལ་ལུང་གཅིག། དེ་ལྷོ་མོན་ལ་འོག་གི་ཡུལ་གསུམ་ཟེར་ས་དེ་ལ་ཡང་སྐུ་ཕྲེང་ཅིག་དེ་འདྲ་ཅིག་རེད། ཁོང་གི་ཡབ་ལ་མཚན་ལ་བཀྲ་ཤིས་བསྟན་འཛིན་ཟེར་བ་དང། ཁོང་གི་ཡུམ་གྱི་མཚན་ལ་ཡང་ཚ་བ་ལྷ་མོ་ཞེས་པ་ཡོད་བསྡད་པ་རེད། དེའི་སྐབས་ལ་བོད་འདི་ལ་ཡང་རྒྱལ་བ་ལྔ་པ་ཆེན་པོ་ཞིང་ལ་ཕེབས་ཚར་ནས། དེ་ཚོས་སངས་རྒྱས་རྒྱ་མཚོའི་གཙོ་བོ་བྱས་པའི་བྷི་ཀ་ཡ། སེ་འབྲས་དཀར་གསུམ་གྱི་མཁན་པོ་དང་བླ་མ་ལ་སོགས་པ་དེ་འདྲ་མང་པོ་ཅིག་གིས་བྷི་ཀ་ཡ། རྒྱལ་བ་སྐུ་མགྲོན་འབྲུག་པ་རྩེ་གཤིབ། གནང་དབྱངས་ལ་སོགས་པ། དེའི་ཆེད་དུ་ལྷ་མིའི་བླང་ཚོགས་ལ་སོགས་པ་འདི་འདྲས་ལ་ནི། ཇི་སྐད་ཅེས་ཀར་བྷེ་ཡ་ལ་སོགས་པ། འདི་འདྲས་ཀྱི་ཐོག་ནས་ཆེ་མཆོག་གི་ཐོག་ནས་ཡང་སྲིད་བཙལ་འཚོལ་གནང་བ་རེད། ཡང་སྲིད་བཙལ་འཚོལ་གནང་བའི་སྐབས་འདི་ལ། ལྷོ་མོན་ལ་འོག་ཏུ་ཡོད་བསྡད་པའི་རྒྱལ་བ་ཚངས་རྒྱ་མཚོ་འདིས། ཨ་ནི་ས་བྱེ་ཐག་རིང་པོ་ཞི་ར་རི་བ་ལྷ་ས་ངོས་ནས་བྱས་པ་ཡིན་ན། དེ་འདྲའི་ལས་ཡང་ཡོད་པ་དེ་ལྷ་མོའི་བླ་མཚོ་ལ་སོགས་པ་དེ་འདྲའི་གི་ཐོག་ནས་ཤེས་མདོག་བཅུག་ནི་ཕི་ནས་ཕར་རྩེ་ཤེས་ན་རྩེ་ཤེས་ན་ནི་ཕི་གེ་ཡང་ངོས་འཛིན་དེ་མ་བཟུང་ནས་གསང་བའི་ཐོག་ནས་ངོས་འཛིན་ཞུས་པ་རེད། གསང་བའི་ཐོག་ནས་ངོས་འཛིན་ཞུ་དགོས་ཡའི་རྒྱུ་མཚན་ག་རེད་ཟེར་ན། རྒྱལ་བོ་སྔགས་པ་ཆེན་པོ་ཞིང་ལ་ཕེབས་ཁར་ལྷ་མོ་དེ་ལ་ཞལ་ཆེམས་དེ་འདྲས་ཅིག་བཞག་རྗེས་ཞལ་ཆེམས་ག་རེ་བཞག་ཡོད་རེད་ཟེར་ན། དགའ་ལྡན་ཕོ་བྲང་གི་སྲིད་དབང་དེ་བཙུགས་ནས་ཡུན་རིང་པོ་ཕྱིན་མེད་པར་སོང་ཙང། དེའི་ལས་ཀ་དེ་ཚགས་ཚུད་པོ་ཡག་པོ་བྱས་མ་ཡོང་གི་བར་དུ། བྷི་ཀེ་ཡ་ཨ་ནི་དེའི་བར་དུ་ཨ་ནི་ཁོ་རང་བཞུགས་ཡོད་པ་ནས་ཤིང་གི་སྲང་བརྒྱ་བསྡམ་དགོས་པོ་ཡོད། དེ་འདྲས་ཀྱིས་ཨ་ནི་ཞལ་ཆེམས་བཟུང་བ་རེད། དེ་ལ་བརྟེན་ནས་ཕྱོགས་གཅིག་ནས་རྒྱལ་བོ་ལྔ་པ་ཆེན་པོ་ཨ་ནི་བོད་ལ་ཡང་བཞུགས་ཡོད་ཤག་བྱེད་དགོས་ཡག་འདི་འདྲའི་དང། དོན་དུ་ཨ་ནི་རྒྱལ་བོ་ལྔ་པ་ཆེན་པོ་ཞིང་ལ་ཕེབས་ཚར་བ་ར་བ་ཕེབས་ཚར་བ་ཡིན་དུས་བསམ་པ་ཨ་ནི་རྒྱལ་བ་སྐུ་འཕྲེང་དྲུག་པ་ངོས་འཛིན་བྱེད་དགོས་ཀྱི་ཡོད་རེད་དེ་ཡིན་དུས་ས་བོན་ཐོག་ནས་ཨ་ནི་ཁོང་ངོས་འཛིན་ཞུ་དགོས་ཡག་གི་རྒྱུ་མཚན་དེ་གནས་ཚུལ་འདི་འདྲའི་ཅིག་ལ་ཐུག་བ་རེད།

འདོན་ཆ་ལག་ལེན་ཡར་ལ་གསར་བ། ཆོས་བྱེད་རླབས་ཡར་ལ་གསར་བ། འདི་འདྲའི་གི་ཀོ་ཡོན་བསྒྲོན་ནས། ཁོང་དགོང་ལོ་བརྒྱད་ལ་ཕེབས་དུས་བསམ་པ། ཨ་ནི་ཡི་གེ་ཤུགས་ཐོག་ཏུ་ཕབ་ཐུབ་བྱུང་བ་རེད། ཡི་གེ་ཤུགས་ཐོག་ཏུ་ཕབ་ཐུབ་པ་བྱུང་བ་རེད་ཟེར་ཏེ་གི་འདྲ་ཅིག་ལ་ཟེར་གི་ཡོད་རེད་ཟེར་ན། ཨོ། སྙེ་མ་ལྷ་ས་དང་དབུས་གཙང་སྔོན་ཆོག་ལ་ཡང་ཡི་གེ་བསླབ་པའི་སྐབས་ལ་སྔོན་ལ་ཡང་བྱང་ཤིང་ཟེར་ཡང་བྱུང་བ་རེད་བྱང་ཤིང་སྟེང་ལ་ཡང་ཡི་གེ་ཨ་ནི་བྲིས་བཅུག་གི་རེད། དེ་ཡག་པོ་ཞེ་དྲག་བྱུང་བའི་སྐབས་ལ་དེ་ཚད་དང་ལྡན་པ། ཡི་གེ་དེ་མཐར་སོན་པའི་རྗེས་ལ་གཞི་ནས་ཡི་གེ་དེ་ཤུགས་ཐོག་ལ་ཕབ་པ་ཟེར་ཤུགས་ཐོག་ལ་ཕབ་པ་ཟེར་དུས་ཤུགས་ཀུན་གང་ལ་བྲིས་ཆོག་པ་དེ་ལ་ཡང་ཟེར་གྱི་ཡོད་བསྡད་པ་རེད། དེ་འདྲ་ཡིན་དུས་བསམ་པ། ཁོང་དགུང་ལོ་རྒྱས་ལ་ཕེབས་དུས་བསམ་པ་གཞི་ནས་ག་རེ་བཟོ་བ་རེད་ཨ་ནི་ཤུགས་ཐོག་ཏུ་ཕབ་ཐུབ་པ་བྱུང་བ་འདིས་དངོས་གནས་དགོང་ལོ་ཆུང་ཆུང་འདི་འདྲས་ཅིག་ལ་ཡང་ཨ་ནི་ཡི་གེ་ཤུག་ཏུ་ཕབ་བ་དེ་གནའ་སྔ་མོ་ཡིན་ན་འདི་འདྲས་ཀྱི་མི་སྣ་རྩ་བ་ཉིད་ནས་ཨ་ནི་བྱུང་མེད་པ་འདི་འདྲས་རེད། འདི་འདྲས་ཀྱི་དགོང་ལོ་ཆུང་ཆུང་ནས་རིག་པ་བཀྲ་བོ། ཨོ། ཤི་རུ་རྣོ་བོ་འདི་འདྲས་ཡོད་བསྡད་པ་རེད། དེ་ནས་རིམ་པ་བཞིན་དུ་ལྷ་ས་ལ་སོགས་པ་འདི་འདྲས་ལ་གནས་གཟིགས་ལ་ཕེབས། ས་བོན་ཐོག་ནས་ཨ་ནི་སེ་ར་ལ་སོགས་པ་འདི་འདྲས་ལ་ཡང་ཨ་ནི་སེ་ར་དགོན་པ་ར་བ་འདི་འདྲས་ལ་བཞག་པའི་སྐབས་ལ་ཁོ་རང་སེ་ར་དགོན་པའི་སེ་ར་བྱེས་ཡིད་ཀྱི་རྟ་མགྲིན་ལྷ་ཁང་ནང་ལོགས་ཀྱི་རྟ་མགྲིན་བྱེ་ཁ་འཕེན། རྟ་མགྲིན་བྱེ་ཁ་འཕེན་ནས་ཕེ་ཁ་ཡ་ཐོབ་རྒྱག་དགོ་རྒྱག་ཅིག་ཁོ་རང་གི་ཐུགས་ལ་ཡ། རྟ་མགྲིན་ལ་ཡ་བསྟོད་པ་བས་ད་ནང་དོན་ཕུན་སུམ་ཚོགས་པོ། ཕེ་ཁ་ཡ་ག་རེ་ཟེར་བ་རེད། སྐད་ཆ་རེད་བརྗོད་བྱེད་རེད་ཚིག་སྦྱོར་ཕུན་སུམ་ཚོགས་པོ། དེ་འདྲས་ཀྱི་རྩོམ་ལེགས་པོ་ཞེ་པར་སྐྱེལ་བ་རེད།

རྩོམ་རིག་གི་ཐད་གང་ནས་ཀྱང་རྒྱལ་བ་ལྔ་པ་ཆེན་པོའི་དཔལ་དུ་ཁྱོན་ནས་རྩོམ་གྱི་འབྲི་སྟངས་སྣེ་ཤན་གཅིག་ཡོད་བསྡད་པ་རེད། ཁྱིམ་བྱ་གཅིག་ཡོད་དུས་བསམ་པ་ཡང་སྐབས་དེ་དུས་ཨ་ནེ་ཁོ་རང་ངོས་ཇོ་ལ་ཁོ་རང་ངོས་ནས་བཤད་པ་ཡིན་ན། རྒྱལ་བའི་བཤེས་གཉེན་རྣམས་ཀྱིས་ཨ་ནེ་ལྔ་པ་ཆེན་པོའི་ཡང་སྲིད་རི་དྭགས་སྙན་ལ་ཡང་ཕི་གེ་བཤད་ཡོད་ས་མ་རེད། དེ་ནས་བས་ཏེ་ཨ་ནི་མི་ཚང་མ་ལོ་དང་དེ་གའི་དགེ་བའི་བཤེས་གཉེན་རྣམས་དང་བཅས་པ་ཚང་མ་ལོ་ཧང་སང་ནས། དབྱར་དགུང་ལོ་བཅུ་གཅིག་ལ་ཕི་དུས་སམ་པ་སྟོད་རྩོམ་ད་ག་ར་བ་ཅི་དེ་བཞིན་བཞག། དེའི་སྟེང་དུ། རྟ་མགྲིན་གྱི་སྒྲུབ་ཐབས་ལ་སོགས་པ་དེ་འདྲའི་གི་བྲིས་སྟངས་ཏོག་ཙོ་ཚིག་སྦྱོར་རྒྱབ་སྟངས་རེད། བརྡ་དག་གི་ཨ་ནི་འགྲོ་སྟངས་རེད། དེ་འདྲའི་གི་ཨ་ནི་རྩོམ་ཡིག་ཕུན་སུམ་ཚོགས་པ་དེ་འདྲའི་གི་རྒྱབ་སྟངས་ཏོག་ཙོ་ཡང་ཧང་སང་ཡི་རངས་ཀྱིས་ནི་ཨ་ནི་རྒྱལ་བ་ལྔ་པ་ཆེན་པོ་འཕྲིན་ལས་རི་ཤག་སྲས་ཚང་མས་ཁས་ལེན་མ་བྱས་རང་བྱེད་དུ་གྱུར་བ་རེད། དེའི་རྩོམ་ཡིག་རྡོ་ཚོ་ཚང་མ་པོ་ཏཱ་ལ་ལའི་གནའ་སྔ་མོ་ཡིན་ན་བཞུགས་བྱས་དེ་འདྲའི་བྱེད་རེད་འདུག་འགའ་ཚིག་མཛོད་ཆེན་མོ་ལ་སོགས་པ་རྡོ་ཚོའི་ནང་ལས་ཡང་དེའི་སྐོར་དེ་འཁོད་བྱས་དེ་འདྲའི་བྱེད་རེད།
གོང་འདི་ཚང་ཡོངས་རྒྱ་མཚོ་ནི་ཕྱི་ལོ་སྐྱིད་སྤྲུལ་རྒྱལ་གྱི་བྱ་སོ་ལོ་ལྷོ་མའི་བླ་དབུ་ཡོད་དུ་གྲགས་པའི་ཨོ་རྒྱན་ལི་ཐི་ཀུན་འཁྲུངས་པ་དང། དགུང་ལོ་གཉིས་ཟིན་ཙམ་ནས་གསང་སྟབས་ཀྱིས་རྒྱལ་བ་ཀུན་འཁྲུལ་ལྔ་པའི་ཡང་སྲིད་དུ་ངོས་འཛིན་བྱས་ཞེས་འབྲི་ལུགས་ལྷག་པའི་སྐོར་གསུངས་ཡོད། འོ་ན་སེང་ཁྲི་ལ་མངའ་གསོལ་བྱེད་ཚུལ་དེ་ཅི་འདྲ་ཡིན་གྱི་རེད་ཟེར་ན།
དེ་ནས་དགུང་ལོ་བཅོ་ལྔ་ཕི་དུས་སམ་བྷ་ཡ་ཨ་ནུ་དངོས་སུ་སེ་ཁྲི་མངའ་གསོལ་མཛད་རྗེས། སྐབས་དེ་དུས་སམ་བྷ། དེ་སྲིད་སངས་རྒྱས་རྒྱ་མཚོ་དང། དེ་ནས་ཨ་ནི་ཁོ་རང་གི་རྩ་བའི་བླ་མ། ཨ་ནི་དབང་ལུང་ཁྲིད་གསུམ་སྣང་བརྙན་གྱི་དཔེ་འབྱེད་བློ་བཟང་ཡེ་ཤེས་དང། དེའི་སྐབས་ལ་ཡང་ཨ་ནི་ལྷ་བཟང་ཧན་ཡང་ཡོད་བསྡད་པ་རེད། ལྷ་བཟང་ཧན་འདིས་སྐབས་དེ་དུས་བཟང་པ་རྒྱལ་པོ་ལྷ་བཟང་ཟེར་གྱི་རེད། བོད་དེ་ཨ་ནི་སོག་པོའི་སྲིད་དབང་ཟིན་པའི་དུས་སྐབས་རྗེས་རེད་པ། དེ་ཡིན་དུས་བཟང་པ་ལྷ་བཟང་ཧན་ཁོ་རང་ཡང་ཉུང་མདོག་ཡོད་རེད།

ཁྲི་སྲིང་མངའ་གསོལ་བྱས་པའི་སྐབས་དེ་ལ་ཡང་ཁོང་གིས་མཚན་དེ་ལ་ག་རེ་གསོལ་བ་རེད་ཟེར་ན། པཎ་ཆེན་བློ་བཟང་ཡེ་ཤེས་ཀྱིས་ཁོང་གི་མཚན་ལ་ཡང། རྒྱལ་བའི་དབང་པོ་བློ་བཟང་རིན་ཆེན་ཚངས་དབྱངས་རྒྱ་མཚོ་ཟེར་བྱའི། མཚན་དེ་གསོལ་བ་རེད། དེ་ནས་དེ་སྲིད་སངས་རྒྱས་རྒྱ་མཚོ་དེ་བཀྲོངས་བའི་རྗེས་ལ། ཨ་ནི། བྷི་ཀ་ཡ། ཆང་ཁ་དེ། ཨ་ནེ་དུང་རྩེ་ཏི། རྒྱལ་བ་ཚངས་རྒྱ་མཚོ་ལ་ཡང་བལྟས་བྱས། ལྷ་བཟང་ཧན་གིས་མ་ཉེས་ཁ་ཡོག་མང་པོ་ཅི་བྱས། དེ་ནི་ཨ་ནེ། དེ་རིང་སངས་རྒྱས་རྒྱ་མཚོའི་གཙོ་བོ་བྱས་པའི་འོག་ལ་ཡང་ཨ་ནེ་ཡང་སྲིད་ངོས་འཛིན་ཞུས་པར་དེ་ཡིན་དུས་བསམ་པ། དེ་རིང་སངས་རྒྱས་རྒྱ་མཚོ་སྲིད་ཉན་དེ་ཡང་དག་པ་བྱེད་མ་རེད། དེ་ཡང་དག་པ་བྱེད་སྨན་པ་ཡིན་ན་དེ་ཡི་ངོས་འཛིན་བྱས་བཞག་པ་དེ་ཡང་ཡང་དག་པ་བྱེད་ཡོད་མ་རེད་དེ་འདྲའི་གསུང་ཙང་ཨ་ནེ། རྒྱལ་བ་ཚངས་རྒྱ་མཚོ་འདི། བི་ཀ་ཡ་ཨན་རྒྱ་ནག་གོང་མ་ཨན་རྩིས་འབུལ་ཞུ་གི་ཡིན་ཟེར་ལབ་རྗེས་ལྷ་ས་ནས་འཁྲིད་ཕྱིན་ནས་དེ་ནས་ཨན་བི་ཀ་ཡ་མཚོ་སྔོན་རྒྱུད་ལ་སླེབས་དུས་ཟམ་པ་བི་ཀ་ཡ་ཞིང་ལ་ཕེབས་པ་རེད། དེ་ཞིང་ལ་ཕེབས་སའི་ཡུལ་དེ་མཚོ་སྔོན་གྱི་ཨན་གསེར་ཁོག་དགོན་ཟེར་གི་རེད། དེ་ལ་ཡ་ཨན་རི་གནས་གསར་བརྗེའི་བར་དུ་སྐུ་གདུང་དང་བཅས་པ་མཆོད་རྟེན་ནང་ལ་ཡོད་བསྡད་པ

ཕྱིན་རྟོགས་བྱེད་དགོས་པ་དེ་འདྲའི་ཕྱིར་རོ། ཆོས་ཀྱི་ཐོག་གི་འགྲོ་སྟངས་མ་ཤེས་ངེས་ཡིན་པ་ཡིན་ན། ཉེ་བའི་འཆི་ལྟས་འཕོ་བ་དེ་ཧ་གོ་བྱེད། སོ་སོ་སོ་སོ་ཤེས་ཀྱི་ཡོད་པ་ཧ་གོ་བ་ཡིན་ན་སྡུག་བསྔལ་རང་རེད། ཆོས་ཇི་སྙེད་ཀྱི་གནད་འགག་ཤེས་ཉེན་དུ་རྩོད་ཡང་དེ་ཧ་གོ་སོང་ན་དེ་ནས་སྡུག་ཐབས་བྱེད་ཡོད་རེད། སྡུག་ཐབས་བྱས་ནས་ཡང་ལྡོག་མ་ཐུབ་པ་ཡིན་ན་གཏན་འཁེལ་བ་ཡིན་ན་དེ་ནས་ཨ་ནི་སོ་སོའི་སོ་སོའི་སྤར་ཀ་སྤར་ནས་བོ་བརྒྱ་ཡ་ལ་སོགས་པ་དེ་འདྲའི་སྒྲུབ་སྟངས་མང་པོ་སྤྱོད་པ་རེད། དེའི་གནད་འགག་དེ་མཁྱེན་པའི་ཨ་ནི་རྟགས་ཀྱི་ཚིགས་བཅད་ཡང་ཡོད་རེད། དེ་ནས་བཞིན་གྱི་ཁོ་རང་ཨ་ནི་སྐོ་ཚེ་ཇེ་མང་འདི་ཨ་ནི་ས་ཆ་ག་བར་འཁྲུངས་གི་ཡིན་མེད་ཀྱི་ལུང་བསྟན་ཡང་ཚང་རྒྱ་མཚོ་དགུ་ལོ་དག་རང་ན་གསལ་ཡོད་རེད། དེས་མ་ཚད་པའི། ད་ལྟའི་དེ་ད་བ་ཡ་དུས་ཚོད་དེ་གི་འདྲ་ཞིག་འཁྱེར་གི་ཡིན་མེད་དེའི་ལུང་འདི་འདི་ཡོད་རེད། ཨ་ནི་ཁོང་གིས་མཛད་པའི་ཐོག་ནས་ཅིག་བཤད་པ་ཡིན་ན། ཁོ་རང་ཞལ་བཞུགས་སྐབས་ལ་ཡང་མཛད་པ་དེ་གི་འདྲ་གནང་ཡོད་རེད་ཟེར་ན། གཙུག་ལག་ཁང་ལྷ་ས་གཙུག་ལག་ཁང་གི་ཨ་ནི་སྐུ་གསུང་ཐུགས་རྟེན་གཞན་ཡང་ལ་སོགས་པ་དང། དེ་ནས་གཙུག་ལག་ཁང་གི་རྒྱབ་ཡིག་གི་གཞན་ཡང་དེ་འདྲས་ཡང་གནང་ཡོད་རེད་ཁོང་གིས་དེའི་སྟེང་དུ་ཨ་ནི་གསུང་གི་ཐོག་ནས་ཆ་བཞག་པ་ཡིན་ན། རྒྱལ་བའི་བཀའ་འགྱུར་རིན་པོ་ཆེ། ཨ་ནི་གསར་བཞེངས་བྱས་ཡང་པར་ཤིང་གསར་པ་བཞག་ཡང་དེ་འདྲས་ཀྱི་སྒོ་རྩོམ་བྱས། སྒོ་རྩོམ་ནི་དེ་ག་ཡང་བཀའ་འགྱུར་གྱི་ཨ་ནི་པར་དེ་འདྲས་པོ་ཏི་ཉི་ཤུ་ལྷག་ཙི་ཅིག་ཡིག་འབྲུ་ཆུང་ཆུང་དེ་འདྲས་ཤིག་རེད།
གོང་དེ་ཚང་ཡོངས་རྒྱ་མཐོ་ནི་དགུང་ལོ་བཅོ་ལྔའི་སྐབས་པོ་ཏཱ་ལ་ཡི་མཚམས་ཆོས་གསོལ་ཞིབ་ཕུན་ཚོགས་ནང་གསན་འཕྲིན་ལ་མངའ་གསོལ་ཞིང་སྐབས་དེའི་སྡེ་སྲིད་སུང་ཅི་རྒྱ་མཚོ་དང་ལྷ་བཟང་ཧན་གྱི་མཐའ་ཚད་པར་བརྩི་བས་བཀའ་བསྡུས་མང་པོ་མྱོང་བའི་སྐོར་གསུངས་ཡོད།

གོ་ཆོད་དེ་དེ་ཡིན་དུས་བསམ་པ། ཚངས་དབྱངས་རྒྱ་མཚོ་ཟེར་ཡ་དེ་རྒྱལ་བ་ཚངས་དབྱངས་རྒྱ་མཚོ་རྩོམ་པ་པོ་ཁོ་རང་གི་མཚན་དེ་དངོས་སུ་བསྟན་པ་རེད། གུ་ལུ་དགུང་ལོ་ཟེར་དེ་གར་ཤེས་ཀྱི་ཡོད་རེད་ཟེར་ན་གུ་རུ་ཟེར་ཡ་དེ། ཨ་ནི་བསྟན་པ་ཕྱི་དར་གྱི་སྐབས་ནས་ཆོས་ཕྱོགས་ཀྱི་གླུ་དབྱངས་ཀྱི་བྱེ་བྲག་པ་གཅིག་གི་ཐོག་ནས་ས་བོན་ཐོག་ནས་ཡང་ཆོས་གསུང་དབྱངས་ཀྱི་གཅིག་ལ་གུ་རུ་ཟེར་གྱི་ཡོད་རེད། དེའི་ཐད་ལ་ཡང་རྒྱ་བ་རྒྱལ་བའི་བཀའ་འགྱུར་རིན་པོ་ཆེའི་ནང་ལོགས་ལ་སངས་རྒྱས་དངོས་ཀྱི་རྒྱུད་ཀྱི་སྐོར་གསུང་བའི་སྐབས་ལ་གུ་རུ་བླ་མའི་སྐོར་བསྟན་འགྲེལ་གྱི་ཡང་དོན་གོ་འདུག་དེ་ཡིན་དུས་བསམ་པ་ད་ལྟའི་དེའི་བི་ཀ་ཡའི་རྩོམ་དེའི་མཚན་ལ་ཡང་ཚངས་རྒྱ་མཚོའི་གུ་ལུ་གུ་ལུ་སེ་བཅས་བསྟན་པ་སྔ་ཕྱིའི་བར་ལ་ཡང་ཁྱོད་ནི་བྱུང་མྱོང་མེད་པའི་མིང་དེ་འདྲས་ཀྱིས་བཏགས་དགོས་ཡ་ག་རེ་རེད་ཟེར་ན་གུ་རུ་སེ་ཡ་སྡིག། དང་དུ་གོང་དུ་བཤད་པ་ནས་བཞིན་གྱི་གསང་བའི་ཐོག་གི་ཆོས་ཀྱི་ཞེ་སྡང་བྱེད་རེ་ཡིན་ནའི་འོག་དེ་ཡང་བླུགས་སུ་ཡོད་པ་སོང་ཙང་དེའི་ཚེ་བཤད་གར་ཅིག་ཡོད་རེད་ཟེར་ན། ཁོང་གི་ཨ་ནི་གསང་བའི་ལོ་རྒྱུས་འདི་གས་བལ་དོན་གྱི་ཐོག་ནས་སྟོན་པར་བྱེད་ཡ། དེ་འདྲས་ཅིག་གི་ཨ་ནི་སྙན་རྩོམ་ཅིག་ཡིན་པ། ཁོ་རང་མི་ཚེ་གཅིག་ལ་སྐུ་ཚེ་གཅིག་ལ་བྱུང་ཞེས་པའི་ཕི་ཁེ་ཡག་ལོ་རྒྱུས་ཀྱི་རྒྱབ་ལྗོངས་ཡོད་རེད་བ་དོ་ཚོ་ཚང་མ་ཕི་ཁེ་གསལ་བར་བྱེད་ཡ་དེ་འདྲས་ཀྱི་ཆེད་དུ་བརྩམས་པ་ཅིག་རེད། དེའི་དོན་བསྟན་གྱི་ཡོད་རེད། ཚིག་དེའི་སྦས་དོན་ཡིན་པའི་རྟགས་སུ་གུ་རུས་བསྟན་པ་རེད། བློ་གསལ་ཡག་དེ་ག་རེད་ཟེར་ན་གཉེན་པོ་དང། ཨ་ནི་ཕི་ཁེ་ཡག་ཉན་ན་སྤྲོ་བར་བྱེད་ཡ་དེ་འདྲས་ཅིག་ཡིན་པ་སོང་ཙང། ཕྱིའི་སྟོང་རྩལ་གྱི་ཐོག་ནས་ཆ་བཞག་པ་ཡིན་ན། ཨ་ནི་མཛའ་བཤེས་ཀྱི་སྙན་རྩོམ་ཟེར་ན་ཡང་འདྲ། ཕོ་མོའི་འདོད་གཏམ་གྱི་ཨ་ནི་སྙན་རྩོམ་ཟེར་ན་ཡང་འདྲ། དེ་འདྲའི་ཐོག་ནས་ཕྱི་ཚུལ་ལ་བལྟས་ན་སྙན་པོ་བོ་གཅིག་གི་ཐོག་ནས། དོན་ངོ་མ་དེ་ཁོ་རང་ཨ་ནི་སྐབས་སུ་བབས་པའི་ཨ་ནི་ལོ་རྒྱུས་ཀྱི་གནད་དོན་དེ་གི་ཚང་མ་ཀློག་མི་རྣམས་ཀྱིས་ཤེས་པར་བྱ་ཡག་ཆེད་དུ་སྟོན་པ་སོང་ཙང་གུ་ལུ་གུ་ལུ་ཟེར་བྱས།

མ་ཤེས་པར་བྱེད་ཡ་གི་དོན་དག་ངོ་མ་དེ། རང་བཞིན་བརྗོད་པའི་སྒོ་ནས་སྨྲ་བར་བྱེད་དཔེར་ན་ཆ་བཞག་པ་ཡིན་ན། ནེ་ཙོ་ལ་ཡང་པ་པ་སི་ལབ་ཡིན་ན་པ་པ་སི་ཕར་ཚུར་བཤད་ཡོང་དགོས་རེད་བ། ཨ་མ་སི་ལབ་ཡིན་ན་ཨ་མ་རང་བཤད་ཡོང་དགོས་རེད་བ། དེ་ནེ་ཤིང་གི་སྐད་ཆ་དྲང་པོ་ཞིག་རེད་བ་དོག་དོག་རང་འདི། དེ་ནེ་ཤིང་གི་ཁོ་རང་གི་ལོ་རྒྱུས་ཀྱི་རྒྱབ་ལྗོངས་ཀྱི་གནད་འགག་རྡོག་རྩ་ཚང་མ་རང་བཞིན་བརྗོད་པའི་དགོངས་ནས། སྨྲ་བར་བྱ་བ་ཡིན་པ་དང་བཤད་པར་བྱ་བ་ཡིན་པ་དང་ཡང་ན། ད་ལྟའི་མགུར་གླུ་འདི་རྩོམ་འདི་བྲིས་དུས་བསམ་པ་དེ་འདྲའི་བྲིས་ཡ་ཡིན་པ་གང་ཞིག་ལ། ཁ་རོག་ཞུ་རོག་བྱེད་སྟངས་སེམས་མ་ཁ་ཁ་བདེ་རྒྱུ་ཁེགས་སོང་ཟེར་གསུང་བའི་དོན་དག་རེད། ཨ་ཐི། རྦད་དེ་ཁྱོད་ནི་རང་བཞིན་ཆོས་པའི་ཨ་ནི་ངོས་ནས་ཡང་ཤེས་ཆེ། བྲིས་ཀྱི་ཡིན་ན། ཁོ་རང་གི་དགོངས་པ་ཡིན་ན་བྲིས་དགོས་ཀྱི་རེད་དེ་ནས་དེ་ནས་དེ་བྲིས་ཡ་དེ་ཁྱོད་ནས་ཁབ་ཞིག་བྲལ་སོང་གསུང་བ་རེད། སུ་གི་གར་བཤད་ཀྱི་ཡོད་རེད་ཟེར་ན། སྐབས་དེ་དུས་ཀྱི་ལྷ་བཟང་ཧན་གྱིས་མ་ཉེས་ཁ་གཡོག་དམག་འགུག་ཅིག་བྱས་པ་སོང་ཙང། ཁོང་གིས་རང་བཞིན་བྱིས་པའི་ངོ་ནས་དྲང་པོ་དྲང་ཤག་ཅིག་རྩོམ་འདི་བྲིས་པ་ཡིན་ན། རྩོམ་འདི་གནད་ཐུག་གི་ཡོད་མ་རེད་དེ་དོན་དག་བསྟན་པ་རེད། ཅང་ནི་ཨ་ཅག་ཆེན་མོའི་གསུང་སྙན་བསྒྱུར་དགོས་བྱུང་སོང་ཟེར་ཡ་གི། ཨ་ནི། ཚིག་འདི་གར་བཤད་ཀྱི་ཡོད་རེད་ཟེར་ན། གླིང་གའི་ནང་གི་བྱོལ་མོའི་རྐྱེན་ནི་ཤིང་གཉན་པོ་ཅིག་ལ་ཡ། འབྲི་དགོས་ཡ་ཁྱེད་སོང། སྐད་ཆ་དྲང་པོ། དཔེར་ན་ཆ་བཞག་པ་ཡིན་ན་ད་ལྟ་དེ་ནེ་ཚོ་ནེ་ཞེས་དྲང་པོ་བཤད་ཡ་ཡིན་པ་གང་ཞིག་ལ་ནེ་ཚོའི་སྐད་དེ་ཇོན་པའི་སྐད་ལ་ཡ་བསྒྱུར་དགོས་བྱུང་སོང། བསྒྱུར་དགོས་བྱུང་སོང་དེ་ན་ལ་དེ་ཡ་བསྒྱུར་རུ་བསྒྱུར་ས་དེ་གནད་འགག་ཆེ་ཤོས་ཆེ་རེད། ཨ། ཕི་ཀ་ཡ་ནེ་ཚོའི་སྐད་དེ་ཨ་ནི་ཨ་ཇོན་པའི་སྐད་ལ་ཚུལ་སྙན་པོ་ཅིག་ལ་བསྒྱུར་རུ་རེད་བ། དེ་ཡོད་དོན་དག་ག་ཞིག་ཡོད་རེད་ཟེར་ན། ཁྱེད་ཚོའི་ལ་ཡང་ཨ་ནེ་ཕོ་མོའི་མཛའ་བཤེས་ཀྱི་སྙན་རྩོམ་འདི་འདྲའི་ཅིག་ཐོག་ལ་བསྒྱུར་དགོས་བྱུང་སོང་དོན་དག་འདི་བསྟན་པར། ཚིགས་བཅད་འདི་ཚང་རྒྱ་མཚོའི་མགུར་གླུ་དེ་བས་དོན་ཡིན་པ་གསལ་པོར་བསྟན་པར་མ་ཚིགས་བཅད་འདི། རྒྱལ་བ་ཚང་རྒྱ་མཚོའི་ད་ལྟའི་མགུར་གླུ་དེའི་ནང་ལོ་ཚིགས་བཅད་དྲུག་ཅུ་རེ་ལྔ་ཡོད་རེད་དེའི་ནང་ནས་ཚིགས་བཅད་དྲུག་ཅུ་རེ་གསུམ་པ་དེའི་ནང་དེ་ཚིག་གཅིག་ཏུ་སོང་བ་རེད། གལ་སྲིད་དེ་འདྲས་ཀྱི་མེད་མ་བྱས་དྲང་པོ་རང་བྱས་ཅེས་ཨ་ནུ་སྐབས་དེའི་ལོ་རྒྱུས་དེ་གའི་གསལ་བོ་ཞིག་བྲིས་ཡོད་ན་ལྷ་བཟང་ཧན་གྱིས་ཨ་ནི་རྩ་མེད་བཟོས་ཅེས་ཨ་ནི་ཡོང་འདོད་ཁོ་རེ་ཡོད་མ་རེད། དེ་མིན་པ་བྱས་ནི་ད་ལྟ་བལ་དོན་གྱི་ཐོག་ནས་བརྩམས་ཆེད་ཕྱི་ཚུལ་ཕོ་མོའི་མཛའ་གཞས་ཀྱི་ཐོག་ནས་བརྩམས་པ་ཞིག་སོང་ཙང་ལྷ་བཟང་ཧན་ནི་ཕན་ཐོགས་རེད། ཐོག་ཡོད་རེད། ག་རེད་ཟེར་ན། ལྟོས་དང་མ་རང་གིས་བྲིས་བཞག་པའི་རྩོམ་འདིའི་ནང་ལོགས་ནས་ཁོ་རང་རྦད་དེ་ཁྱོད་ནི་འཆལ་པོ་ཡིན་ཟེར་ཡག་ལ་སོགས་པ་དང་དེ་འདྲའི་གི་འདོད་པའི་གཏམ་རྐྱང་རྐྱང་རེད་འདུག་ཨང། སྐབས་དེ་དུས་བསམ་པར་ཡང། ཨ། མི་དེ་དང་བཅས་པ་ཨ་ནི་ཚང་མ་ལོ་མཐོན་པོར་སྤྱོད་པོ་རེད་མ་ཕི་གི་ཡ། དེ་ཡིན་དུས་བསམ་པར་ཡང་ད་ལྟའི་རྩོམ་འདིས་གཙོ་བོ་གར་བཤད་གི་ཡོད་རེད་ཟེར་ན། སྦས་དོན་གི་སྙན་རྩོམ། ཡིན་པོ་དེ་གསལ་པོར་བསྟན་རྗེས་དེ་འདྲ་ཅིག་རེད། དེ་ནས་མགོ་ལོག་དེའི་ཁྱད་ཆོས་ཅི་ག་རེ་ཡོད་རེད་ཟེར་ན། ཨ་ནེ་མི་རྣམས་ཀྱིས་བྷི་ཁེ་ཡ་གློག་འོད་ཡིན་ན་གློག་དལ་པོ་ཞེ་དྲག་ཡོད་རེད། དེའི་སྟེང་དུ་ངད་དལ་པོ་ཞེ་དྲག་ཡོད་རེད། དེའི་སྟེང་དུ་འཚོ་བ་དངོས་ཀྱི་ཨ་ནེ་ཕོ་མོའི་བརྩེ་དུང་ལ་སོགས་པ་དེ་འདྲས་ཀྱི་རྩོམ་འབྲིའི་སྙིང་ཆེན་མོ་ཞིབ་པར་བརྒྱབ་ཡོད་རེད་བ་དེ་འདྲས་ལ་བརྟེན་ནས་མི་རྣམས་ཡིད་དབང་འཕྲོག་པར་བྱེད་ཡག་གི་ཁྱད་ཆོས་ཡོད་རེད།

དེ་ཁྱོས་དེ་བ་ཞེ་དྲག་ཨ་ནེ་ཕི་ཁ་ཡ་ངས་དེ་བ་ཞེ་དྲག་ཡོ་ར་བ་དེའི་ཁྱད་ཆོས་བྱས་བྱས་མང་ཚོགས་ཀྱི་ང་རྒྱུན་ལ་ཡ་ནེ་ཡག་རྒྱུ་མཚན་གཙོ་བོ་དེ་དེ་འདྲས་ཟེར་དེའི་ཁྱད་ཆོས་ཡོ་རེད་དེ་འདྲས་ལ་བརྟེན་ནས་ལོ་ངོ་སུམ་བརྒྱའི་རིང་ལོ་ཡ་ཨ་ནེ་བོད་མི་མང་ང་རྒྱུན་ཐོག་ལ་ནས་བྱས་ཨ་ནེ་དར་རྒྱས་ཆེན་པོ་བྱུང་ཡོ་རེད་ལ་དེ་དང་དྲག་ནས་ཕྱིས་སུ་ཨ་ནེ་འཛམ་བུ་གླིང་དེ་ལ་ཡ་ཨ་ནེ་སྐད་གྲགས་ཆེན་པོ་བྱུང་རྗེས། འཛམ་གླིང་ཐོག་ལ་ཡང་སྙན་རྩོམ་འབྲི་མཁན་ང་རང་ཚོ་སྟེ། ཨ་ནི་མཛའ་བཤེས་ཀྱི་སྙན་རྩོམ་ཟེར་གི་རེད་པ། ཡང་ན་ནི་ཕོ་མོའི་འདོད་གཏམ་གྱི་སྙན་རྩོམ་ཟེར་གི་རེད་པ། དེའི་ཐོག་ལ་ཨ་ནི་འབྲི་མཁན་མང་པོ་ཞེ་དྲག་བྱུང་བ་རེད། དེའི་ནང་ནས་ཨ་ནི་དབྱེ་ཞིབ་བྱེད་དུས་བསམ་པ་ཡང། ཚངས་རྒྱ་མཚོའི་མགུར་གླུ་འདི་འཛམ་གླིང་ཐོག་གི་སྙན་རྩོམ་གྱི་ནང་ནས་ཕོ་མོའི་མཛའ་བཤེས་ཀྱི་སྙན་རྩོམ་གྱི་ནང་ནས་ཨང་དང་པོར་ཟིན་ཡོད་རེད། དེ་དང་སྦྲགས་ནས་བོད་ཀྱི་དམངས་ཁྲོད་ཀྱི་སྙན་རྩོམ་ཐོག་ལ་ཆ་བཞག་པའི་ནས་བརྗེད་རྗེས་ཆེན་པོ་ཞེ་དྲག་བཞག་པ་རེད། ག་རེ་རེད་ཟེར་ན་བོད་མི་མང་གིས་ཚང་རྒྱ་མཚོ་གུ་ལུ་ལ་བལྟས་རྗེས་དཔེ་ལྟས་ནས་བརྩམས་བཞག་པའི་དམངས་ཁྲོད་སྙན་རྩོམ་མང་པོ་ཞེ་དྲག་དར་རེད། དཔེ་ཅིག་བཞག་གི་ཡིན་ན། དམངས་ཁྲོད་སྙན་རྩོམ་ནང་ལོ་དེ་འདྲས་བྱས་པ་རེད། ས་རྒྱུ་ཡི་དག་པའི་ལུང་པར། རྩ་སྣ་ལས་ཀྱིས་འཛོམས་པ། རྩ་སྣ་འཛོམས་དང་མ་འཛོམས་ར་ལུག་ཁོང་ལ་དྲི་དང། ར་ལུག་ཤ་ཤེད་སྐྱེས་ན་རྩ་སྣ་འཛོམས་པའི་རྟགས་རེད། གཉན་འཛོམས་བལ་དེ་གཉན་པོ་བཞི་བོ་འདི་འདྲའི་དྲི་ཡོད། དེ་ནས། ཚངས་རྒྱ་མཚོའི་མགུར་གླུ་འདི། ཨ་ནི། སྐད་གྲགས་ཆེན་པོ་ཡིན་པོ་གསུངས་ཙང། ང་རང་ཚོའི་མི་རིགས་སྤུན་གྲོའི་ཁམས་དང། ཨ་ནི་མཚོ་སྔོན་དཔེ་འབྲུག་ཁང་ལ་སོགས་པ་དཔེ་འབྲུག་ཁང་མང་པོ་ཅིག་ནས་ཨ་ནི་པར་སྐྲུན་བྱས་པ་རེད་ལ། ཨ་ནི་ང་རང་ཚོའི་བོད་རིགས་རང་སྐྱོང་ཁུལ་ཨ་ནི་གི་མཐོ་རིམ་སླབ་གྲྭ་ཡོད་རེད་བ་མཐོ་རིམ་སླབ་གྲྭ་ཁག་ལ་ཡང་ཨ་ནི་སློབ་དེབ་ཐོག་ལ་ཡང་བཀོད། དེ་ནས་བཞིན་གི་ཨ་ནི་སློབ་ཚན་ཡང་ཁྲིད་ཀྱི་ཡོད་རེད། དེ་ནི་ཤིང་གི་བུ་ཙམ་མ་ཡིན་པར་ཕྱི་རྒྱལ་གྱི་ཐོག་ལ་ཡང་ཚང་རྒྱ་མཚོའི་གུ་རུ་དེ་སློབ་ཚན་དེ་བྲིས་ཡོད་རེད། དེ་ནས་ཕི་ཀེ་ཡ་ཨ་ནི་སྐད་ཀྱི་ཐོག་ནས་ཆ་བཞག་པ་ཡིན་ན་རྒྱ་ཡིག་ལ་བསྒྱུར་ཡོད་རེད་རྒྱ་སྐད་ལ་བསྒྱུར་ཡོད་རེད། དེ་ནས་དབྱིན་ཡིག་ལ་བསྒྱུར་ཡོད་རེད། དེ་ནས་རི་བིང་གི་སྐད་ལ་ཡང་བསྒྱུར་ཡོད་རེད། དེ་འདྲའི་སོང་ཙང་ཡང་ཨ་ནི་ཚང་རྒྱ་མཚོའི་གུ་རུ་དེ་གྲགས་པ་ཆེན་པོ་ཕྱི་དྲང་ཅན་ནི། བྷི་ཀ་ཡ་ཨ་ནི་གནས་བཅས་འདི་འདྲས་བྱེད་རིགས། ཚངས་དབྱངས་རྒྱ་མཚོའི་མགུར་གླུ་དང་ཚངས་དབྱངས་རྒྱ་མཚོའི་ལོ་རྒྱུས་སྐོར་ལ་ཨ་ནི་ཞུ་མཚམས་འདི་འདྲས་ཀྱིས་བཅད་ནས་བཞག་གི་ཡིན། དེ་གསུམ་ཚང་ཨ་ནི་ལྷན་རྒྱས་བཀྲ་ཤིས་བདེ་ལེགས།
གོང་དུ་ཚོང་ཡོན་རྒྱ་མཚོའི་མགུར་གླུ་ནི་བོད་དོན་གྱི་དོན་གནད་རྒྱུད་དོན་ཚན་པ་དང་ངག་ཏུ་བླུགས་བསྡད་ཞིང་ཡིད་ལ་ངེས་སླ་བ། བོད་མིའི་བརྩེ་དུང་གི་དོན་གནད་རྒྱུད་དོན་ཚན་པས་ཤུགས་ཀུན་ཏུ་གྲགས་པ་ཆེ་བའི་སྐོར་གསུངས་ཡོད། ལན་ཚྭའི་རྒྱུད་མའི་ནང་བོད་ལྗོངས་སློབ་གྲྭ་ཆེན་མོའི་དགེ་རྒན་ཆེན་མོ་ཀརྨ་འཕྲིན་ལས་ལགས་ཀྱིས་ཚོང་ཡོན་རྒྱ་མཚོའི་མགུར་གླུའི་མཆན་འཕྲིན་ལས་ཚོང་ཡོན་རྒྱ་མཚོའི་མགུར་གླུ་དང་འབྲེལ་བའི་བཤད་གླིང་སྐོར་མཆན་འཕྲིན་ནོར་གྱི་ཡིན་པས་སྐུ་ཉིད་ཀྱིས་དུས་ཐུག་ཏུ་གཟིགས་པར་དགའ་བསུ་ཞུ། ཚང་རྒྱ་མཚོའི་གོ་ལོ་ལ་སྤྱི་ཚོགས་གསར་རྙིང་གི་ནང་ལོགས་ལ་མི་མང་པོ་གཅིག་གིས་དཔྱད་བརྗོད་བྱེད་མཁན་མང་པོ་ཡོད་པ་དང་ཨ་ནེ་ལྟ་ཚུལ་མང་པོ་ཡོད་པ། འདི་ནས་ཤིག་བཤད་སྟངས་མང་པོ།